བསྐལ་པ་ཐམས་ཅད་སྤང་རི་རེད་དེ་ན་འདབ་ཆགས་འདབ་ཆགས་ཐམས་ཅད་ཀྱི་འཚོ་བ་རོལ་གོ་གི། རྩ་བ་ན་གཅན་གཟན་དང། དེའི་འཕྲོ་གི་ད་སྤྲེའུ་མང་ང་ནི་ཡོད་གི། སྔོན་མ་ལྟར་བས་ད་ཀོ་རང་རང་རང་རང་གི་ས་གནས་ཀྱི་རྩྭ་ཐང་རྩི་ཤིང་ལ་སོགས་པ་ལོངས་སུ་སྤྱོད་པའི་སྐྱེ་བོ་པ་མ་གཏོགས་གཅིག་གཅིག་གི་ས་ཐོག་འགྱོད་ཀྱི་ཡོད་གི་ཟེར་ན་གཅིག་གཅིག་གི་ས་ཐོག་འགྱོད་ཀྱི་མི་སོང་ནི་ལ། རང་རང་རང་རང་གི་ས་ཆ་དེ་ཐོག་ཏུ་རང་རང་རང་རང་གི་སྒེར་བཟུང་ཞིག་ཡོད་པ་ཟེར་གོ་ནི་ལ། དེ་གི་རྣམ་པ་གི་གནས་ནི་དུ་མ་ལྟ་བུ་ཟེར་རེད། དེ་ནས་དེའི་ནམ་ཞིག་གི་ཚེ། སྤྲེའུའི་མིང་ང་ཟིག་སྤྲེའུ་གི་ཁྱི་མིང་ང་ཟིག་གང་སོང་མེད་ཟིན་ན། རང་གི་ས་ཐོག་ཏུ་ནི་ཧ་ར་གྷལ་ལི་ནི་ར་གང་གི་ས་ཐོག་བབས་ད་ཟིན་ན། ཤ་གི་ས་ཐོག་བབས་སོང་ནི་ལ། ཤ་གི་ས་ཐོག་སོང་དེ་དང་ཁྱུང་བདག་ས་དང་རྩི་ཤིང། དེ་དྲུག་དང་སེར་ཤ་དང་ཤ་མོ་ལ་སོགས་པ་དུ་མ་མང། ལོངས་སུ་སྤྱད་ལུས་དེ་ཡིན་ནི་ར། ལོངས་སུ་སྤྱད་ལུས་དེ་ཡིན་ན། འདབ་ཆགས་ཐམས་ཅད་ཀྱི།

ཡུལ་སྐོར་བ་གྱི་ལམ་ནས། ཁ་བརྡ་སློབ་གསོ་འོད་སྡེར་དང་ཆུང་བ་གནས་ལུགས་བཤད་ལས་དེས་ན་ཅི་ཞིག་ཁ་མི་ཉན་གི་ཁ་མི་ཉན་ན་ངར་ངར་འཇིགས་འཇིགས་ཡིན་ན། ངས་འདབ་ཆགས་ཐམས་ཅད་ལ་ར་སྐྱག་རྒྱུ་མེད་སྐྲག་སྣང་ཅང་ཡང་མེད། ད་ཡིད་འཁྲིགས་ན་ཡིད་འཁྲིགས་ཟེར་དགོས་ནི་རེད་ལ། ད་ལྟ་ཁོ་ད་ཟིག་སྐད་ཆ་བཤད། དེ་ཡི་དེ་དང་ཆུང་བ་ད་དམག་འཁྲིགས་རྒྱུ་གི་ཉེན་ཁ་དུ་བྱུང་བ་དང་ཡང་ན་དམག་འཁྲིགས་རྒྱུ་དེ་ཉེ་བར་གྱུར་བ་རེད། ཡིག་ཐིག་གོ་ལ་གཉིས་རུ་གྱུར་བ་ལ། དེ་ཉེན་ཁ་སོགས་བྱུང་བདམས་ནོར་སྐབས་དུ་དེ་ད་རུང་བློ་ལྡན་གྲ་ཁྱིམ་ཤ་ཏི་ཕུ་གཉིས་ཀ་སོང་དེ་དང་ཁྱོང་ད་བར་འདུམ་བྱས་ནི་རེད་བར་འདུམ་བྱས་ཀུ་ནི་སྐབས་སར་ར་ད་འདི་ཨི་མཐུན་མ་ཡིན་པའི་ཆང་ཡིག་ཞིག་ཡོག་བཞག་པ་རེད་འདབ་ཆགས་ཐམས་ཅད་ནི་ནུག་གི་འདབ་ཆགས་ཐམས་ཅད་ལ་འདབ་ཆགས་ཐམས་ཅད་ལ་དབང་ནུག་གི་ས་གི་ནང་གི་སིམ་ཆགས་གཅིག།

འདབ་ཆགས་ཐམས་ཅད་ཀྱི་ཁེ་ཕན་ལ་གནོད་པ་བཟོས་དང་ནི་ལ་གནོད་པ་བཟོས་དང་ནི་སྐབས་སུ་གོ་སྟེ། འདབ་ཆགས་ཐམས་ཅད་ཀྱི་དངོས་སྨན་རི་དྭགས་ཀོ་དབྱེ་བ་ཚུལ་མཐུན་གྱི་ལམ་ནས་གནས་ལུགས་བཤད་ལུས་ལ་དེའི་གཟུགས་རི་གནས་ལུགས་ཨི་སྙན་གྱི་གཟུགས་ན་སྤྲུལ་ཐམས་ཅད་ཀྱི་གནས་ལུགས་མི་སྙན་གྱི་མོ། མི་སྙན་ནི་ཀ་བ་ཡང་འདབ་ཆགས་ཐམས་ཅད་ལ་དཔའ་བྱིན་པ་ལྟ་བུ་དཔའ་བཀང་བ་ལྟ་བུ་ཨི་རེད་ཟེར་ན་མ་རེད་ཡང་གཅིག་རྒྱུ་མེད་ཀི། ཨོ་དབྱེ་བ་ཚུལ་མཐུན་གྱི་ལམ་ནས་ཅི་ཕྱོགས་གནས་ལུགས་བཤད་ལུས་ལ་གོ་བརྡ་སྤྲད་ལུས་དེ་ཡིན་ན་ཅི་བྱས་མི་གོ་ན་ད། ཡིད་ཆེས་སྒོ་ནས་ར་ངི་ཆོག་འདབ་ཆགས་ཆོག་ར་གཅིག་རྒྱུ་མེད།

གནས་ལུགས་ཡོད་པའི་ཤ་ཐམས་ཅད་ཀྱིས་སྡུག་བཟུང་བྱས་ཡོད་པའི་ཚ་གི་ནང་གི་སེམས་ཆགས་གཅིག་ཚ་གི་སེམས་ཆགས་གཅིག་གིས་གནས་ལུགས་མེད་པའི་དྲི་ཐམས་ཅད་ལ་སྤྲོ་སྒྱུའི་ཡི་དྭགས་དང་ཆུང་ཨེ་མཐུན་མ་ཡིན་པའི་ཆང་གིས་གོས་པར་ལ་འདི་ག་གི་ཤ་ཁྲེ་ཐམས་ཅད་ཀྱི་རྒྱུ་དོན་མདོར་བསྡུས་འདི་ལྟེ་ཡོང་བར་བྱ་དགོས་ད། འདི་ར་ཨོར་གི་ད་ཅིའི་གོང་གི་ལོ་རྒྱུས་རྒྱབ་ལྗོངས་གཉིས་ཀ་སྦྲགས་མ་ལས་ལྟེ་ཡོང་བར་བྱ་དགོས་ད་འོ་ཆེ་ཆི་ཟིག་ཤེས་ཐུབ་གི་ཟིན་ན་ཤ་ཁྲེ་ཐམས་ཅད་ཀྱི་རྒྱུ་ཤེས་བསྟན་དོན་ནི་ཆི་ཟིག་རེད་ཟིན་ན་ད་སྐབས་ཐོག་ཏུ་ལོག་ཅིག་གི་རྡོ་རིང་བ་གཙོ་བྱས་ནོ་གི་བོད་མི་དམངས་ཀྱི་བསམ་བློ་དང་ཡང་ན་གནས་ཚད་དུ་ལྡོག་སྟེ་བྱུང་དགོས། དེ་ཚེ་གུ་ནུར་གོ། ད་ཕྱི་ཟེར་ཟིན་ན། བྱ་སྤྲེལ་གཉིས་ཀའི་རྩོད་གླེང་དང་འདུམ་འགྲིག་ཞིབ་འབྲི་བྱས་པ་རྒྱུད་འདི་དང་བྱུང་ནས་བོད་མི་མང་གིས་བཙན་འཛུལ་ལ་ངོ་རྒོལ་དང་བདེན་དོན་སྐྱོང་བ། ཞི་བདེ་ལ་ཡིད་སྨོན་དང་དམག་འཁྲིག་ལ་ཉམ་ང་མེད་པའི་གནས་ཚུལ་མཚོན་པ་རེད། ད་འདིར་ཞིབ་ཆ་དེ་ལས་འོངས་ན། བོད་མི་མང་གིས་བཙན་འཛུལ་ལ་ངོ་རྒོལ་བྱེད་ཕོད་པ་དང་བདེན་དོན་སྐྱོང་བ་དང་དོགས་དོན་གོ་ཆོད་ཟེར་བའི་ཚིག་ནི་ཁག་གནས་ལུགས་བརྩི་དགོས་ཁྱིམ་སྤྲེའུ་ཐམས་ཅད་ཀྱི་དབྱེ་བ་ཚིག་མཐུན་མ་ཡིན་པ་དང་ཡང་ན་གནས་ལུགས་དང་མི་མཐུན་པའི་བྱ་སྤྱོད་སྤེལ་བ། ཁུ་བྱུག་ས་ཆ་ཡོངས་འདེད་དང་ཆུང་ནས་རྩྭ་དང་རྩི་ཤིང་ལོངས་སུ་སྤྱད་པའི་ལུགས་མཐུན་མ་ཡིན་པ་དང་དོགས་དེ་ལ་ངོ་རྒོལ་བྱེད་སྐྱོང་གི་བོད་པ་ཡོད་ནི་ལ་བོད་པ་ཡོད་ནི་དེ་གང་ནས་ཤེས་ཐུབ་ཀི་ཟེར་ན་རྔ་ནག་ཁུ་བྱུག་ལྷ་ཆབ་ལྷ་བྱ་གང་མོས་ངག་འདེད་དང་ཆུང་ནས་ཁྱི་ཞེས་བྱ་ཕྱོགས་ལས་ཕྱོགས་དེར་འགྲིག་གི་མེད་ཀི་ཁྱི་ཞེས་བྱ་སྤྱོད་དེར་འགྲིག་གི་མེད་ཀི་གནས་ལུགས་དང་མི་མཐུན་གི་ཟེར་འདེད་དང་ཆུང་ནས་ད་ཁ་བརྡ་སློབ་གསོ་ཡིན་ནི་རི་མོ། དེ་ཕྲུ་གུ་བདེན་དོན་ཡང་སྐྱོང་བ་རེད་ཟེར་ན་བདེན་དོན་སྐྱོང་བ་རེད་བདེན་དོན་སྐྱོང་བ་དེ་ཅི་ཟེར་ཟེར་ན་རི་ཀན་ཟཱིས་སྐུ་ནུ་དེ་ལ་བཀལ་ན། རིའི་རྩེ་མོ་དང་ཡང་ན་བསྐལ་པ་ཡང་ན་རྩ་བ་ན་འདབ་ཆགས་དང། དེ་ཕྲུ་གུ་སྲོག་ཆགས་མང་བོ་གནས་འོག་འདུག་འདུག་ད་སྔོན་མ་ཟིག་ནམ་མ་གིར་རང་རང་རང་རང་ས་ན་འཚོ་བ་རོལ་ཡོད་པ་མ་གཏོགས་གཅིག་གཅིག་གི་ས་སྟེང་ང་རྒས་ན་ཆོག་གི་ཡོད་གི་ཟེར་ན་རྒས་ན་ཆོག་གི་མེད་ཟེར་ནོ་དེ་གི་བདེན་ལུགས་དང་གནས་ལུགས་དེ་དྲན་ནི་རེད་ལ།

འདི་གི་བོད་མི་དམངས་ཀྱིས་ཞི་བདེའི་མདོ་སྡེ་ཡིད་སྨོན་བྱ་དགོས་འོག་གི་དམག་འཁྲི་ཁ་དེ་འདྲ་དགའ་གི་མེད་གི་ཟིག་གོ་ནི་ལ། འོན་ཀྱང་ཁ་མ་ཉན་ན་དེ་དང་ཆུང་ནས་ཡིད་སྐྱེད་ཀྱིས་ཡིན་འགྱེད་ཀྱིས་ཡིན་ཟིག་དེ་དང་ཆུང་ནས་ར་ནི་ལུགས་དང་མི་མཐུན་པའི་གཏི་མུག་གི་དྲི་གཞི་བཏོན་པའམ་ཡང་ན་ལུགས་དང་མི་མཐུན་པའི་གཏི་མུག་གི་བྱ་སྤྱོད་སྤེལ་ན་ཁོང་ཆོས་ར་དམག་འཁྲི་བྱེད་ཀྱོ་སྙམ་ང་མེད་འཇིགས་པ་མེད།

གཏུམ་མོའི་སྡེ་དང་ཆུང་ནས་ཤ་ཁྲི་གཏམ་རྒྱུད་ཀྱི་རྒྱུད་བཤད་བསྟན་དོན་འདི་དགོངས་འདིར་དེ་ལྟ་ན་འོ་ཆེན་ལོ་རྒྱུས་དངོས་དང་ཡང་ན་ཤ་ཁྲི་གཏམ་རྒྱུད་ཀྱི་གཏམ་རྒྱུད་དངོས་གཉིས་ཀ་འདིར་ཡོང་ཐབས་ཁོ་ཤ་ཁྲི་གཏམ་རྒྱུད་ཀྱི་ནང་གི་འདི་གི་རོང་ལོ་དེ་འདྲ་ཁྱིམ་ཤ་སྟེགས་བུ་གཉིས་ཀ་སོང་ནས་ཨི་མཐུན་མ་ཡིན་པའི་ཆང་ཡུག་ཅི་ཞིག་བཀོད་པར་གཟིགས་ན་ཤ་གི་སིམ་ཆ་ཤ་གི་ས་ཆ་གི་སིམ་ཆ་གི་ཆིག་སྒྲིལ་ཐམས་ཅད་ལ་ཞིང་དང་ནི་རི་ལ། ལོ་རྒྱུས་དངོས་དང་མཐུན་ནས་ངོ་ཐབས་ཁོ་ར་དྭགས་ཀྱི་ལྟ་ནས་ཡོང་ན་ར། རྡོ་རིང་བ། ཉི་ཉུང་ཤས་ཟེར། ཀྱོ། ཁོན་ཡུག་བ་ལྔ་བཅུ་ཐམ་པ་འདི་མེད་གི་མོ། ཉི་ཉུང་ཤས་ཟེར་ལ། ཉི་ཉུང་ཤས་ཟེར་ད། བ་འུག་དམག་སྒར་ཆེན་པོ་ན་སོང་ནས་ར་འདུམ་འགྲིག་ཆང་ཡུག་འཇོག་གི་ཞིག་ན་རེ། འཇོག་གི། འཇོག་གི། འདུམ་འགྲིག་ཆང་ཡུག་འཇོག་གི་འཇོག་གི་ནི་སྐབས་སུ་འདུག་གོ་དེ་ད། དེ་ལྟ་བུ་གི་ཆང་ཡུག་མི་དཀོན་ཀ་མེད་བྱུང་བའི་ཆ་ར་ཡོད་གི། གཅིག་ཆ་ནི། འདི་ཚ་ན། ཁོ། འདི་གི་རྡོ་རིང་བ་གི་ཡན་ཆད་ཀྱི་ཁོན། ཁོན་རིགས་སྐོར་ཚིག་གི། ཆུ། འདུམ་འགྲིག་ཆང་ཡུག་ཤུག་བ་མཐོང།

ཕྱི་རྒྱལ་མ་འཁྱོངས་བལྟ་ཟིན་ན། རྫོང་གཞིས་སྦྲ་ལག་ཏུ་ཤོར་བ་སོགས་ཆེས་ཡོང་འབབ་ལས་ལྷག་པའི་ལྷ་རིན་འབོར་ཆེན་ལོ་ལྟར་སྤྲོད་དགོས་ཟེར་བ་སོགས་ངན་པ་བྱས་རྗེས་ཁོ་ན་ལས་ལེགས་ཕྱོགས་ཀྱི་བསམ་བློ་གཏོང་རྒྱུ་མེད་ཚེ་ཟེར་མཚམས་འདིར་གོ་ཐོས་གོ། འོ་དེ་དང་ན་ད་ཁྱི་ཁྱི་ཁུག་བསམ་བློ་དུ་མོ་ཟེར་འདྲི། བ་འུ་ཐམས་ཅད་ཀྱི་ཏི་བསམ་གི་ཟིན་ན་མི་བསམ་གི་ཁྱི་ཟེར་གི་ཟིན་ན་རྫོང་གཞིས་སྦྲ་ལག་ཏུ་ཤོར་ད་ནོ་དུ་ཚོད་དུ་ཆོད་སོ་སོ་གི་ལོ་རེ་རེ་གི་ཡོང་འབབ་ལས་ལྷག་པའི་སྒོར་གཏང་དངུལ་ལྷ་རིན་འབོར་ཆེན་འདི་ཐོག་ཏུ་ལོ་རེ་རེ་བཞིན་དུ་ད་སྤྲོད་དགོས་ཟེར་དགོས་ནོ་དུ་མོ་གི་འོས་མེད་ཀྱི་ལུགས་དང་མི་མཐུན་པའི།

འདིར་གོ་ཏེ། འོ་ད་ཧ་ར་གོ་བ་ཡིན་ན་གཉིས་ཉུང་ནོ་རྒྱུ་མཚན་གྱི་མི་ཐུབ་ཀི། མི་ཐུབ་ཀི་ར་ཁུ་ཤི་མགོ་སྒུར་རྒྱུ་ཡིན་ཟེར་ན་མགོ་སྒུར་རྒྱུ་མི་མགོ་སྒུར་རྒྱུ་མི་ནོ་རྒྱུ་མཚན་གྱི་ངི་ཆོ་འདུག་རྒྱུ་ཡིན། ད་ཁུ་ཤི་ལང་ཕྱོགས་བརྟན་པོ་ཡིན་སྟངས་ནི་རི་མོ། ལང་ཕྱོགས་བརྟན་པོ་ཡིན། འོ་དེ་ཡིན་གྱི་ཡིན། དེ་ཡིན་སྟངས་ན་ད་ཁྱེད་ཀི་ཟེར་ན་ཆུ་ཆུ་ཟིག་ཡིན་ན་ཡིན་གི་ཤིག། འོ་ད། སོ་སྐྱིན་ན་རྡུང་སྐྱིན་ན་ཅི་ལྟར་ཡིན་ན་ར་ད། མ་ཤི་ན་མི་བདག་ཟིག་ཡོད་ཀྱི་རེད་ཤི་སོང་ན་རོ་བདག་ཟིག་ཡོད་ཀྱི་རེད་དེ་ཟེར་ན་རེད།

དེ་སྐད་གིས་འདོད་ཀྱང་མི་འདེད་ད་ལྟ་ཆེ་གི་ཟིན་ན་འདུམ་འགྲིག་ཆང་ཡིག་འདི་ཡོག་བ་ལས་འགྲིག་རྒྱུ་བསམ་གི་འདུག་ག་ལོ་ནའི་ཡོག་གི་ཟིན་ན་མེད་གི་ཟེར་གི་འདི་ནང་ན་ཁག་གི་རང་རྣམ་གི་ནང་ན་ར་ཡིན་མཐུན་མ་ཡིན་པའི་ཆང་ཡིག་ག་ཆང་ཡིག་ག་མོ་བཀོད་ཀྱོག་གི་བསམ་བློ་ནའི་ཡོག་གི་བསམ་བློ་མེད་སོང་ན་རུང་ངོ་དགོ་བ་ཡི་དེ་ལས་ནས་ངོ་ཆོ་ཉིད་ཉུང་ཤས་ཟིག་གི་མི་ཐུབ་གི་ར་མགོ་དགུར་གྱི་མི་ཡིན་མཐུན་མ་ཡིན་པའི་ཆང་ཡིག་འདི་མོ་བཀོད་ཀྱི་མི་ཟིན་ན་རུང་ངོ་དེ་དག་ན་ད་བསོད་ན་བསོད་གི་ཞིག་ག་ཐོང་གདོང་ན་གདོང་གི་ཞིག་ག་ཐོང།

གཉིས་ཀྱི་ལ་ཁ་གི་མན་ཇུ་གོང་མ་གི་བློན་པོ་པ་ཀྲོང་ཚེར་དགོན་ནི་ལ་རྒྱ་ཡིག་གི་སྐད་ནང་གི་བྲིས་གཞུང་ནང་ག་རུ་གོ། འདི་གཉིས་ཀ་ལན་པ་མ་གཏོགས་ཕྱིའི་འདི་གི་ཤ་ཁྲི་ཐམས་ཅད་ཀྱི་རྩོམ་པ་པོ་རྡོ་རོང་བ་ཁོང་ཚོ་ཁོང་སང་ཚོ་མཆིས་ན་ཁི་སང་གི་སྐྱོན་ནི་ཨེ་རེད་ཟེར་ན་མ་རེད་ཁི་སང་དུ་མོ་གི་བསམ་བློ་ཡོད་ཀི་མེད་ཀི་ཟེར་ནི་ལ་ཡང་དུ་དུ་གསལ་བཤད་བྱེད་ཐུབ་ཀི་དེ་ཡན་ཆད་ཀི་ཤ་ཁྲི་ཐམས་ཅད་ཀི་ནང་བལྟས་ན་ར་ཤེས་ཐུབ་ཀི་ཤ་ཁྲི་ཐམས་ཅད་ཀི་ནང་གི་ཆི་ཟིག་ཤེས་ཐུབ་ཀི་ཟེར་ན། དེ་ཡིན་ན་ཤ་ཡི་ས་ཆ་ལས་སེམས་ཆ་གཅིག་སྤྲོས་ཟེར་བའི་གཏམ་འདི་འདྲ་གསུང་བ་ཅི་འདྲ་རེད། བདེན་ཡོད་ཤ་ཡི་ས་ཆ་དེ་བདེན་མེད་སྤྲོས་སྤྲོས་ཟེར་བ་རྐུན་མ་དཔའ་དར་མ་ཡིན་ནམ་སྤྱང་ཀི་ཚེ་དར་མ་ཡིན་ནམ་འདི་འདྲའི་ཟིག་སྐུལ་གནང་ཟེར་ན་ཁྱོད་ཤོད་མཁན་ངོ་ཚ་ཧ་ཅང་ཆེ་ངས་ཉན་མཁན་ལ་ཡང་ངོ་རེ་ཚ་གཏམ་དེ་འདྲ་ཡིན་ནས་གསུང་མི་ཉན་དེ་འདྲ་མཛད་རྒྱུ་ཡིན་ཟེར་ན་དོན་དེ་ལ་འགྲིག་ཐུབ་ག་ནས་ཡོད་ཟེར་གི་མོད་ད་ཅི་གང་ནས་བཤད་ན།

གཏམ་དེ་འདྲ་གསུངས་མི་ཉན་གི་ད་གཏི་མུག་གི་ཆང་ཡིག་བཀོད་ཀྱིན་ཟེར་ན་ཆང་དོན་འདི་ལ་འགྲིག་ཐུབ་ཡོད་ནི་ཟེར་ན་འགྲིག་ཐུབ་ཡོད་ནི་མ་རེད་དུ་བརྗོད་ཀྱི་མོད། འོ་དེ་འདི་བྱེད་མཁན་སུ་རེད་ཟེར་ན་ཕོ་རིགས་ནག་ཆུང་རེད་མོད། བདག་ཅག་ཐམས་ཅད་ཀྱི་ནང་གི་ཕོ་རིགས་ནག་ཆུང་རེད་ལ་ཕོ་རིགས་ནག་ཆུང་གི་གཏམ་དེ་ལྟའི་ཚོང་ར་ཐ་སྐོར་རེ་ར་ད་སྐབས་དེ་དོགས་ཏེ། འདབ་ཆགས་ཕལ་ཆེ་བ་ཟིག་གི་གཏི་མུག་གི་ཆང་ཡིག་བཀོད་ན་འདོད་གི་ཡོད་གི་ཟེར་ན་འདོད་གི་མེད་གི་དེ་ཀ་བ་གང་ལས་ཚོང་ནི་ཟེར་ན་བར་གི་བར་བ་འདི་གི་ག་ཉི་ག་ཡིན་ཐ་མོ། དེ་ཕོ་ར།

སྤྱི་ལོ་གཅིག་བདུན་བརྒྱད་བརྒྱད་དང་གཅིག་བདུན་གཅིག་བདུན་བརྒྱད་བརྒྱད་ཀྱི་བར་གྱི་འོད་དང་འོད་སྐོར་ཁ་གཉིས་ཀྱི་བར་གྱི་རྩོད་གླེང་དང་འདུམ་འགྲིག་དང་མཚོན་པར་བྱས་ཡོད་པར་ལ། འོན་ཏེ་དོགས་འདིར་ཞབས་ཀྱི་གཉིས་ཀྱི་གཏམ་རྒྱུད་ལ་རྟེན་འབྲེལ་དང་འབྱུང་གནས་འདི་རྩོམ་སྟངས་ཁྱད་ཆོས་དུམ་བུ་མོར། རྩོམ་སྟངས་ཁྱད་ཆོས་གཉིས་བ་མོ། གཏམ་རྒྱུད་ཀྱི་གོ་རིམ་ཚིག་གི་གཏམ་ཞིང་རྫ་དྲག་ཅན་ཡིན་པ། རྡོག་འདི་རེད། གཏམ་རྒྱུད་ཀྱི་སྐོར་རམ་ཚིག་གཏམ་ཞིང་མཛའ་གྲོགས་ཅན་པ་ཡོད་ད་བསྐོར་བ་ཐོག་མར་ཁུ་ཆུ་བོ་རང་རང་ས་ན་བདེ་འཇགས་དང་ཡང་ན་ཞི་འཇགས་ཀྱི་འཚོ་བ་རོལ་དུ་སྐབས་དང་བོ་དེ་ནམ་ཞིག་གི་ཚེ་སྤྲེའུ་ཐམས་ཅད་ཤ་གི་ས་ཆ་འོང་དུས་དང་ཁྱུང་ནི་རྩི་ཁང་འདི་རྩྭ་ཐང་རྩི་ཁང། ཡང་ན་རྩི་ཏོག་ལ་སོགས་པ་ལོངས་སུ་སྤྱད་ནུས་སྐབས་དེ་ནམ་མ་གི་རྫོང་དེ་དང་ཁྱུང་ད་ཤ་དང་སྤྲེ་གཉིས་ཀྱི་བར་གྱི་འགལ་བ་དང་ཐོག་མཛའ་གྲོགས་ཅན་གྱི་ལོ་སོང་ནི་ལ་གཏམ་རྒྱུད་ཀྱི་སྐོར་རམ་ཚིག་ལོག་ཏུ་ཧ་ཅང་མཛའ་གྲོགས་ཅན་པ་ཡིན་ནོ་རྒྱུ་མཚན་གྱི་ཀློག་པ་པོ་ཐམས་ཅད་ཀྱི་ཡིད་དུ་ཐོག་ཏུ་ལྕགས་ཀྱིས་བཏབ་པ་བཞིན་དུ་འགུགས་ཐུབ་པའི་ནུས་བ་དེ་ལྡན་པ་རེད། ད་འོ་ཆེ་སྔོན་མ་ར་སྤྱི་ཉུང་ནས་ཡིན་ད། དམ་བཅས་ཀྱི་གོ་རིམ་ལ་མཛའ་གྲགས་ལྡན་མི་ལྡན་དོགས་འདི་མ་གཞི་གཙོ་བོ་གང་ནས་བྱུང་ནས་ཡིན་ཟེར་ན། དཀར་ཕྱོགས་ཀྱི་མི་སྣ་དང་ནུབ་ཕྱོགས་ཀྱི་མི་སྣ་གཉིས་ཀྱི་བར་གྱི་འགལ་བ་ཁ་ཐབས་ལ་བརྟེན་ནས་བྱུང་ནས་ཡིན་ད་མོ། ད་བརྩམས་སྒྲུང་ནང་འདི་གི། གཏམ་གྱི་ནང་མཚོན་རྒྱུ་ཡིན་ན་ཤ་ཁྲི་གཏམ་གྱི་ནང་མཚོན་རྒྱུ་ཡིན་ན་དཀར་ཕྱོགས་ཀྱི་མི་སྣ་ནི་ཤ་ཡིན་པ་དང་ནུབ་ཕྱོགས་ཀྱི་མི་སྣ་ནི། གྲི་ཡིན་པར་ལ། འོ་དེ་གཉིས་ཀྱི་བར་གྱི་འགལ་བ་ཁ་ཐབས་དོགས་འདི་མཐར་ཕྱིན་འདི་དང་བྱུང་ནས་དམ་བཅས་ཀྱི་གོ་རིམ་ལ་མཛའ་གྲགས་ལྡན་པ་ཟིག་གི་ལྐོག་འཇུག་ཀུན་ནར་མོ།

རྔམ་དང་ཞིམ་དང་འཇག་མི་ཤེས་པ། མིག་རྒྱང་ཐུང་བ། མིག་སྔུར་སྣང་བའི་ཁེ་ཕན་དེ་མ་གཏོགས་ཡུན་རིང་གི་བྱ་བ་ལ་བསམ་བློ་གཏོང་མི་ཤེས་པ་ཞིག་ཁོ་ནར་སླ། གཏི་མུག་གི་གཤིས་ཀ་ཟིག་ལ་འགྲིབ་སྦྱོང་བྱེད་འོས་ཀི། ད་མ་གཞི་གཙོ་བོ་བྱ་སྤྲེལ་གཉིས་ཀ་འཁྲིག་སྦྱོར་གི་རྒྱུ་རྐྱེན་གཙོ་བོ་ར་མ་གཞི་གཙོ་བོ་གང་ནས་བླངས་དང་ད་གཟིགས་ན་བདག་གི་སྤྲེལ་ཐམས་ཅད་ལ་མཚོན་རྒྱུ་ཡིན་ན་སྤྲེལ་ཐམས་ཅད་ཀྱི་ནང་གི་ག་གི་སྤྲེལ་ཕྲུག་ལྟ་ཅི་གང་ལ་བྱེད་དགོས་ནོ་སྤྲེལ་ཕྲུག་ཨ་ལ་མ་ཟིན་ནར་སླ།

ཏུ་རྩོམ་སྟངས་རྒྱ་ཆེ་གསུམ་པ་མོར། རྩོམ་སྟངས་རྒྱ་ཆེ་བཞི་བ་མོ། རྗོད་བྱེད་ཀྱི་ཚིག་རྣམས་མངོན་བརྗོད་དང་བརྡ་རྙིང་གི་མ་བྱང་བར་ཕལ་སྐད་ཀྱིས་སྤྲོས་པ་འདི་དག་ནི་རྩོམ་སྟངས་རྒྱ་ཆེ་གསུམ་པ་མོར་གོ། ད་འདིའི་དཀའ་གནད་ལྟ་བུ་ཆེ་ད་ཅིག་གོང་མ་གི་རྩོམ་པ་པོ་ལ་བཞེད་པ་མི་མཐུན་པ་མང་བཟོ་ཀི་ར་རྡོ་རོང་བ་གི་བསམ་བློ་ཡིན་པ་ཤེས་དགོས་པའི་རྒྱུ་རྐྱེན་འདི་ར་འདིའི་ནང་གི་ར་ཤོང་དགོས་སྟངས་འདི་རེད།

ཁོས་སྐད་ཀྱི་ལམ་ནས་ར་ད་ཉང་ལ་ཆགས་པ་དུ་མོ་རུ་མི་གོ་གི། མི་གོ་ནོན་ཅིག་གི་ད་ཆེ་གི་ཟི་ན་སྐྱེ་བོ་ཕལ་བ་མང་བོ་གི་གོ་ཐུབ་ནོ་གི་ཕལ་ཁའི་ཟི་ན་གོ་ག་མང་མང་གི་གོ་ཐུབ་ནོ་སུ་གོ་ནི་རི་ལ་ཨོ་དུ་མོ་གི་ཕལ་ཁའི་གྱི་དྲི་བ་སུ་ཆེ་གི། དུ་མོ་ལ་རྐྱེན་ཅི་དེ་དང་ཆུང་ནས་ཁུ་གི་ཐུ་མོ་མ་ཡིན་པའི་གསུམ་བྱས་ཏེ་གྲུབ་པ་རེད་དེ་དང་དེ་བཞིན་གི་ད་ཨོ་ཆེ་ནི་དེ་རིང་འདི་ན་ཤི་གོ་ནོ་གི། རྡོ་རིང་བ་སེང་གི་ཁུ་གསུམ་བྱས་ཏེ་གྲུབ་ཆུ་ཁོ་ར་མ་བཞི་སོ་སྔོན་བརྗོད་དང་ད་ཉིང་གི་མི་ཆུང་བ་ཕལ་ཁའི་གྱི་དྲི་བ་སུ་ཆེ་བ་དང་དབུས་སེང་གི་ན་དར་ཆེ་བ་ཆེ་བའི་གཏམ་དཔེ་མང་དུ་གོ་གི་པ་འདི་དོག་འདི།

ད་ཅི་གང་ནས་བཤད་དང་ད་ཁག་ཐུན་མོང་མིན་པའི་གསུང་བཤད་གྲུབ་ཆ་གོ་དགོས་ཀྱི་རྒྱུ་ཆེན་ཞེ་དྲུག་པ་གཅིག་ནི་གཏམ་དཔེ་མང་དུ་བཀོད་པ་རེད་ལ། གཏམ་དཔེ་མང་དུ་བཀོད་དང་ད་གོ་ཁག་ཉེས་བ་དང་ཕན་པ་ཇི་སྲིད་ཐོབ་སོང་ནས་ཟིན་ན། ཀློག་བདེ་ཞིང་གོ་སླ་བའི་རང་བཞིན་ཅན་དུ་གྱུར་བ། ཀློག་བདེ་ཀློག་བདེ་ཞིང་གོ་སླ་བའི་རང་བཞིན་ཅན་དུ་གྱུར་བ་མ་ཟད་འདས་ཕྱི་གཟིགས་ཀྱི་ཁྱད་ཆོས་ལྡན་སོང་ནས་ཟིན་ན་དམངས་ཁྲོད་རྩོམ་རིག་གི།

དེའི་འཕྲོ་ནི་ཨོ་ཆེན་ཏེ་ལྷོ། ཤ་ཁྲི་ཐམས་ཅད་ཀྱི་ལྷོ། ལྷོ་མཚན་དུ་ཁྲི་ཚར་ནུབ་བཞི་ཀོ་ཆུང་དེ་དག་མདངས་ཀྱི་རྒྱུ་ཟ་བྱེད་ཀུན་ནོ། མ་བྱི་གཙོ་བོ་ཀ་རེ། རྩོམ་པ་པོ་ལ་བཞེད་པ་མི་མཐུན་པ་མང་བ་བཟུང་ནས་བྲི་ཨོ་ཆེན་ངེས་བར་དུ། རྡོ་རིང་བ་བཀའ་བློན་བསྟན་འཛིན་དཔལ་འབྱོར་ཡིན། ཡིད་འཛིན་ལས་དེ་ངེས་འཛིན་དགོས་པས་རྒྱུ་རྐྱེན་ནི་ཕྱི་གཟུགས་རེད་ཟེར་ནོ་དེ་ལོག་ལྟར་རྒྱུ་རྐྱེན་ལྟ་ཅི་ཨོ་ཆེན་བྱེ་བྲག་བཞི་ནི་བཤད་ན་ཡིན་ད། དེ་ལོག་ལྟར་ངེས་བར་དུ་གཅིག་ངེས་དགོས་སྟངས་འདི་རེད། དེ་གཅིག་རེད། དེའི་ཁྲོད་ཀྱི་ད། འདི་གི། ཤ་ཁྲི་ཐམས་ཅད་ཀྱི། བརྗོད་དོན་གཙོ་བོ་ནི། ད་ཁི་རེ་འདི་རེ་ཟེར་ཏེ་བཏང་བྱུང་བློ་འཛིན་པ་ལ་སོགས་པ་དང་པོ་མ་ཡིན་ན་རེ་ཆོག་རྒྱུ་རེ་ཡོངས་རྫོགས་གོ་ཧ་ཆེར་འོ་ཆོག་ན་དེ་ཡོད་དང་ནི་རེ། ཐམས་ཅད་ཀྱི་གོ་རིམ་ར་རང་པོ་རང་པོ་ཞིག་མེད་ཀི་ཉུང་འདི་ཡི་དེ་བཏང་བྱུང་ནི་རེ་ར་དེ་ཤ་ཁྲི་གཉིས་ཀྱི། རྩོད་གླེང་དང་འདུམ་འགྲིག་ཞེས་པ་དེ་འོག་ཏུ། ཉུང་འདི་ཡི་ལས་ཡིད་ལ་བཟུང་ཐུབ་ན་ཆོག་གི། མ་གཞི་གཙོ་བོ་གང་ཡིན་ལ་འཛིན་དགོས་དགོས་ཟེར་ན། ཀ་ཐོག་འདི་གི་ལོ་རྒྱུས་རྒྱབ་ལྗོངས་ཅི་ཞིག་ཡིན་པ་དེ་འོག་ཏུ་ཤེས་ཡོང་ནི་རེ་ལོ་རྒྱུས་རྒྱབ་ལྗོངས་ནི་འོ་ཆེ་ཨང་ངེ་ན། ལི་སིམ་པཱ་གི་ལོ་རྒྱུས་མདོར་བསྟན་ཞེས་བཀོད་ནས་བཀབ་ཟེར། ལི་སིམ་པཱ་གི་ལོ་རྒྱུས་མདོར་བསྟན་བཀབ་ནས་འུ་ཆི་འུ་གི་ལོ་རྒྱུས་ཀྱི་སྟེང་ནས། ག་གི་དོན་དག་ཆེ་ཟིག་ག་རིམ་པ་གཉིས་བྱུང་བ་ཡིན། གཅིག་ཆི་ཟེར་ཟིན་ན་བ་འུ་གོར་ཁ་གི་ཐང་གཉིས་ཡ་བཙན་འཛུལ་བྱས་བ་དེ་དོག་དེ་ཐང་གཅིག་ག་བཞག་ནས་ཡིན་ད། གཉིས་ཀ་ལ་ག་གི་གཅིག་གི་དུས་གཅིག་གི་ལོ་ཡུན་གཅིག་གི་བོ་ལ་བཙན་འཛུལ་བྱས་བ་སུ་གོ་ནི་ལ་དེ་དོག་དེ་ཐང་གཉིས་བ་བཞག་ནས་ཡིན་ད་མོ། མི་རིགས་གཞན་དང་དང་ཡང་ན་རྒྱལ་ཁབ་རྒྱལ་ཁབ་གཞན་གྱི་དབུ་བླ་བཙན་འཛུལ་བྱས་པའི་ཆ་ནས་བཤད་དུ་སོང་ཐབས་གོ། དེ་གི་ཕྱི་དར་བཙོང་རུ་ཁག་གི་ལོ་རྒྱུས་མདོར་བསྟན་སྐབས་ནས་ར་ད་གི་དབའ་བོའི་སྐོར་ཁག་གི་དབུ་བླ་བཙན་འཛུལ་ཐང་གཉིས་ཞེས་བ་འདི་དགོན་དུ་སྟོན་མཁན་ཆོས་དགའ་ཚེ་གནས་དང་མོ། དེ་དང་དེ་བཞིན་གི་འདིའི་སྐབས་ཀྱི་ཞལ་ཁྲིད་གཏམ་རྒྱུད་ཀྱི་ལོ་རྒྱུས་རྒྱབ་ལྗོངས་ཀྱི་ཁྱི་ཞིག་ཡིན་པ་འདི་དགོན་དུ་ཚེ་དགའ་གཟིགས་ཞིབ་ཆ་ལྡན་པ་ཡི་འདི་དང་ཆུང་ནས་ར་ཅིག་ཤེས་ཀྱི་འཇུག་དགོས་ཀྱི་རེད་ད་ལྟ་ར་མ་ཅིག་གཙོ་བོ་ཆུ་ཚར་ཟི་ན་ཁག་གི་ཨ་ང་ན་དབའ་བོའི་ས་ཆ་འདི་དགོན་དུ་སྐོར་ཁག་དང།

དཀོན་མཆོག་གྱིས་ན་འབྲས་ལྗོངས་ལ་སོགས་པ་གི་ས་ཆ་མང་ཟེར་བ་འདི་སྐབས་འདུག་གོ་འདི་བདག་བཟུང་ཞེས་བ། དེ་དང་དེ་འབྲེལ་གྱི་ལྟ་འོག་གི་ས་ཆར་བཙན་འཛུལ་བྱེད་དགོས་པའི་རྒྱུ་རྐྱེན་དེ་དག་གོ་སྟེ། ལོ་རྒྱུས་རྒྱབ་ལྗོངས་དེ་དག་གོ་སྟེ་ངེས་བར་དུ་ཤེས་དགོས། ལོ་རྒྱུས་རྒྱབ་ལྗོངས་དང་འབྲེལ་འདི་དང་མཐོང་ཆུང་ནས་ད་ཅི་འོ་ཆི་གོང་ནས་བཤད་འདུག་གོ་བརྗོད་བྱའི་བསྟན་དོན་འདི་ལ། བརྗོད་བྱའི་བསྟན་དོན་ནི་ཅི་ཟེར་ཟེར་ན་ད་ཅི་གོང་གི་ལོ་རྒྱུས་རྒྱབ་ལྗོངས་དང་འབྲེལ་ལས་འོངས་ན་ཤ་ཐམས་ཅད་ཀྱི་མཚོན་དོན་ནི་འོད་ཡིན་པ་དང་སྤྲེལ་གྱི་མཚོན་དོན་ནི་སྤྲིན་ཡིན་པ། དེ་དང་དེ་འབྲེལ་གྱི་ལྟ་སྐབས་ཐོག་འདི་ན་ཤ་ཀི་དང་ནོར་བུ་ར་འདི་གི་བརྗོད་བྱའི་དོན་དོན་ནི་རྡོ་རིང་བ་གཙོ་བྱས་པའི་སྐབས་དེ་གི་འོད་འབངས་ཐམས་ཅད་ཀྱིས།